ཨ་ནེ་ལ་ཐི་ཡ་གི་གནས་སྟངས་དུས་ཡུན་དེ་ག་ནས་ལི་ཐི་ཡན་གྱི་གནས་སྟངས་ཅན་ད་ནི་སི་ཐོ་ཉིའི་གནས་སྟངས་འདི་གཉིས་མ་ལ་ཨ་ནེ་རྒྱལ་ཁབ་འདི་སུ་ཡི་ནང་དུ་འབོད་དོན་གོ་ལ་ཡ་དམིགས་བསལ་གྱི་ཨ་ནེ་ཁོ་རང་ཚོ་གི་མ་འོངས་པ་ལ་ཡ་ཨ་ནེ་བོད་འདི་སོན་དང་ཨ་ནེ་མ་སོན་གྱི་སྐབས་ལ་ཡ་ཨ་ནེ་ཁོ་ཚོའི་མ་འོངས་པ་ལ་ཡ་རྒྱབ་སྐྱོར་བྱེད་འདོད་ཁོ་ཚོའི་འདོད་པ་ག་འདྲ་ཞིག་ཡོད་པ་ཡིན་ན་དེའི་ཐོག་ལ་ཡ་ཉམས་མྱོང་ག་འདྲ་ཞིག་ཡོད་ཨེ་མཆིས་ང་ཚོའི་ད་རིང་འདི་གཟིགས་གསལ་ཐོག་ལ་སོང་བ་ཡིན་ན་དཔེ་ཞིབ་པོ་དགའ་པོ་འདུག་ཞུ་ཡིག་འདི་འདྲ་ཞིག་ཡིན། བླ་སྲོག་ལ་ལྟ་ཚ་ཡིས།

ཡིན་པ་དེ་པས་རྟོགས་ཐུབ་གི་འདུག་གང་ཡིན་ཞེ་ན་ཁོང་རྣམ་པ་ཚོས་ཀྱང། རྒྱལ་ཁོད་རང་བཙན་རག་ཡ་དེ་ཁྱི་དང་གོ་ཆོད་སྒོ་ཆོད་ཡ་མེད་ཟེར་བཤད་ནས་དམངས་ཤུགས་འུར་ལ་ཚེ་རང་བཙན་རག་རྒྱུ་དོར་བ། དུས་ཡིན་དུས་ཁོང་རྣམ་པ་ཚོས་མི་གང་གི་རྒན་པ་དེ་ཚོ་ཡིན་པ་ཡིན་ན་དམངས་ཤུགས་འུར་ལ་བསྡད་པ་ཡིན་ན། ཨ་ནི། ག་འདྲས་ཀྱི་མྱོང་གུད་ཡོད་པ་དང། རང་དབང་མེད་ན་དཀའ་ངལ་ག་འདྲས་ཀྱི་ཡོད་མེད་དེ་ད་ལྟ་ང་ཚོ་རྒྱ་མིའི་འུར་ལ་བསྡད་དེ་ནང་བཞིན་སྔ་མ་ཁོ་ཚོ་བཙན་བོ་འུར་ལ་བསྡད་ཡོད་རེད་བ་དང་བཙོན་ལས་འུར་ལ་བསྡད་པའི་མྱོང་ཚོད་དེ་ཡོད་དུས། ཁོ་རྣམ་པ་ཚོས་ང་ཚོ་སྙོག་འདོགས་ལས་ཡག། ཅེས་ལྷག་བསམ་རྣམ་དག་གིས་དོར་ནས་ཁྱོད་རྣམ་པ་ཚོ་རང་དབང་ཡོད་མ་རེད། ཁྱོད་ཆུད་དུས་དགོས་ན་དཀའ་ངལ་ཡོད་རེད་ལྷག་པ་ཚོས་སོ་སོ་ལས་རྒྱལ་ཁབ་མེད་པའི་ཐོག་ནས། རྒྱལ་ཁབ་དེ་རྒྱལ་ཁབ་གཞན་གྱི་བཙན་གནོན་འོག་ལ་བསྡད་དགོས་དུས་ན་དཀའ་ངལ་ཡོད་རེད་དེ་ང་ཚོས་མྱོང་ཚོད་ཡོད། དེ་འདྲའི་རིགས་སོང་ཙང་ང་ཚོས་ཁྱོད་ཚོ་གི་དཀའ་སྡུག་དེ་ཚོ་དྲན་ཡོང་དུས་ཨ་ནི་ང་རང་ཚོ་ཡང་དམར་ཤོག་འོག་དང་བཙན་གནོན་འོག་ལ་བསྡད་ཡ་དེ་དྲན་ཡོང་གི་འདུག་དེ་འདྲའི་གི་ཐོག་ནས་ང་ཚོ་ཁྱོད་ཚོ་ལས་བསྒྱུར་བཅོས་བྱེད་ཡ་ལ་དཔེ་གང་ན་ཡོང་གི་འདུག་ཟེར་ཡ་གི་ཚོར་བ་ཤུགས་ཆེན་པོ་བསྟན་ཡོང་གི་འདུག།

ཅི་མི་སྲིད་དཀྱུས་མ་ནང་ལོགས་ལས་ཡིན་པ་ཡང་ང་ཚོའི་ཐུགས་ནས་སྐད་ཆ་བཤད་པའི་སྐབས་ལ་ཡག་ཁོ་རྣམ་པ་ཚོས་ཀྱི་སྐད་ཆ་གཙོ་བོ་དེ། ཁྱོད་རང་ཚོས་ཀྱི་གྲ་སྒྲིག་སྒོ་ར་དག། ང་ཚོ་འདྲ་བོ་བྱིངས་པའི་ནས་གཅིག་དང་གོ་རྒྱ་གོ་ཆོད་ཡ་མེད་ལ་ང་ཚོ་རང་བཙན་རག་གི་རེད་བསམ་སྟེ་དང་པོ་དེ་འདྲ་གི་དམིགས་ཡུལ་གལ་ཆུང་ཡོག་མ་རེད། ཕེབས་བསུ་བྱས་ནས་རང་བཙན་རག་ཡོང་དུས་ཁོ་ལ་ཨ་ནི་སོ་སོ་ཀྱི་འཆར་གཞི་དང་དགའ་གོ་དགོས་གོ་འདུག་བ། ཁྱོད་རང་ཚོ་བོད་པ་ཚོ་ཡིན་པའི་ནས་ཐོག་ཚོའི་དུས་ཀྱི་ཐོག་ནས། རང་ཤུགས་ཀྱིས་དགོས་ཀྱི་རེད་ལ་ཐོས་ཚོད་དེ་གའི་ཐོག་ནས་ཁྱོད་རང་ཚོས་ཀྱི་ཁ་ཤུགས་ཀྱིས་སྤོང་དགོས་ཡག་དང་ལྷག་པ་དང་མ་འོངས་པ་ལ་ཡག་ཅེས་ཁོས་དེ་ཨ་ནི། དམའ་བའི་རྩེ་ནས་འོག་ལ་ཚེར་ལྷག་པ་ཡིན་ན་ཨ་ནི་སོ་སོའི་ངོས་ལ་ཡག་ཐོག་རྒྱུས་དེ་འདྲས་ཀྱི་དགོས་བསམ་པ་དེ་སྔ་ས་ནས་ཆགས་ཤིང་དེང་དགོས་དེ་དཔེ་གལ་ཆེན་པོ་རེད་ཟེར་ནས་གསུང་གི་འདུག་སུ་རྙིང་པ་དེ་ལས་ཡག་ད་འདྲ། གྲོས་ཚོགས་འཐུས་མི་བོད་དོན་སྦྱོར་བཅོས་ཚོགས་པའི་གའི་ཚོགས་གཙོ་རེད། ཁོང་གིས་ཁ་སང་གསུངས་གི་འདུག་ད་ལྟའི་ཤེས་ཡོན་གྱི་ང་ཚོ་ལྷོད་ཡོང་མང་པོ་ཆུ་ཤོད་དུ་གོ་ཡོད་ས་རེད། ཁོ་རང་ཟླ་གྲངས་གསར་ལ་ཡར་འཐེན་གཉིས་སུ་བཅར་བ་ཡིན། ཁོང་ཚོ་བཅོ་ལྔའི་ཆུ་མི་ཆུ་མཇལ་ཁ་དང་བལ་བོའི་སྐོར་ལ་ཡར་འཐེན་གཉིས་སུ་བྲོས་ཡོད་འདི། ཁོས་དེ་དུས་བལ་བོའི་གི་སྐོར་ལ་གནས་སྟངས་དེ་ང་ཚོ་ལ་ཡར་དགོས་ཀྱི་འདུག་ཟེར་དུས་རྒྱ་དམར་བཏང་ཡོང་བཏང་ཡོང་ཟེར་ནས་དེ་འདྲ་གས་བཏང་ངེས་མི་འདུག། ང་ཚོས་ལ་ཡག་ཁ་ཕན་ཡོད་མ་བསྟན་ནས་བོད་དོན་སྐོར་ལ་ང་ཚོས་འདི་ཚོ་བཏང་པ་ཡིན་ན། ཨ་ནི་བྷི་བྷི་སི་གཙོས་པའི་གསར་འགྱུར་བརྗེ་ཁང་ཁག་ལ་ང་ཚོས་གིས་ཤེས་ཆོག་གུ་རུ་བཱས་ཡིན་ན་ང་ཚོ་ལ་དེ་འདྲས་བྱེད་མཁན་མི་འདུག་མ་འོངས་པ་ལ་ཁྱོད་རང་ཚོས་གང་དགའ་གིས་དེ་ཚོ་དོ་ནན་པོ་དང་ཚགས་ཚུགས་རེ་བྱེད་དགོས་ཀྱི་རེད་ཟེར་ནས་ཁོང་གིས་འདི་གསུང་ཐབས་མེད་ཀྱི་ནང་དོན་ཟེར་ན་རེད་མྱོང་ཚོད་དེ་ཐོས་སོང་གི་འདུག་དེ་ཡིན་དུས་ཁོང་ལ་དེ་གི་སྐོར་ལ་ཡ་རབས་ང་ཚོར་ཞུ་ག་དང་རང་ས་རེ་ཡོད་པས།

བརྡ་ཤ་ཡིན་ན་རེད་སྤྱི་འཐུས་ཡིན་ན་རེད་སུ་འདྲ་ཅིག་ཕེབས་པ་ཡིན་ན། མི་རིགས་འདི་གི་བདེ་དོན་དང་མི་རིགས་འདི་གི་ཁེ་ཕན་ཆེད་དུ་ལ་ཡང་ནི་ང་ཚོའི་དབུ་སྣེ་དང་ནི་བོད་པ་ཡིད་དུ་གཅིག་མ་འདོད་མེད་ན་མི་དོ་གཅིག་མ་འདོད་མེད་ན་ཡང་ཚང་མ་ཧ་རུ་གུ་རུ་བྱེད་བྱེད་ནས་ང་ཚོས་དེ་ལ་ཡང་ནི་འབོད་སྐུལ་བྱེད་དགོས་ཡ་གཅིག་དང་དེ་ལ་ཡང་ནི་ང་ཚོས་ཚང་མས་གི་ཤུགས་རྒྱག་དགོས་འདི་བེད་སྐྱེད་བྱེད་དགོས་ཤུགས་ཀྱི་རེད་འདོད་བ། དེ་ནས་ཚོ་ཙང་ནི་ཁོ་རང་ཚོ་གི་མང་ཆེ་བ་ག་རེ་ལ་གི་རེད།

དེ་བྱེད་རྒྱུའི་སྐབས་ལ་ང་ཚོས་དཔེར་ན་སྲིད་སྐྱོང་ཚེ་བའི་བཀའ་ལན་གནང་པ་ཡིན་པ་ཡིན་ནི་རེད་ཞོ་སྟོན་ཚོགས་གཙོས་གཙོས་པའི་ཞོ་སྟོན་རྣམ་པ་ཚོ་ཤོ་རྩ་ཁག་ལ་བགྲོད་ཡ་དེ་ང་ཚོ་ཀྱི་ཉི་མ་ཁ་ཤས་ཅིག་གི་ནང་ལོགས་ལ་བཀོལ་སྤྱོད་ལྟ་བུ་དེ་རེད། གཙོ་བོ་དེ་འབྲེལ་གྱི་འབྲེལ་བ་མཐུད་ངེས་དེ་དེ་རེད། དབྱི་ལན་དོན་གཅོད་ཀྱི་ཕྱོགས་ཁོངས་ཡོད་དུས་ཁོང་གིས་ངོས་ལ་ཡ་ཆད་ལུས་མེད་པར་བོད་པ་ནོར་ཁུལ་ལ་ཡ་ཚེས་ཕྱེད་གཅིག་སྒྲིག་སྲོལ་ཡག་དང། ལྷག་པར་དུ་ཡ་ཆུའི་སོ་སོའི་ཆབ་སྲིད་ཀྱི་གནས་སྟངས་ཁ་ཤུགས་མི་འདྲ་བ་ཡོད་མེད་ལ་མ་ལྟོས་པར་བོད་པ་གང་ཡོད་ས་ན་ནང་ལོགས་ལས་བོད་པ་དེ་ཚེ་ད་གཞིས་བྱེས་ཁག་ཨ་རིའི་དང་གྷལ་མེ་དྲོད་ཚོད་བེད་ལ་ཡོད་རེ་བ་ཡོད་རེ་བོད་རིགས་ཚུ་བ་དག་གི་མི་ཉོང་ལོས་མོང་ལོས་ལ་མ་ལྟོས་པར་དེ་འདྲའི་སྒྲིག་གཅིག་ཁུ་དྲུག་བྱས་ནས་ཚེ་སྒོ་འཇོག་དགོས་ཡ་དེ་དོན་གཅོད་ཀྱི་འགལ་ཚུལ་ཆགས་དུས་རལ་ཕྲེང་བུ་འདུག་གཅིག་དེ། གཉིས་པ་དེ། འདི་མི་སྒེར་སོ་སོའི་ངོས་ལ་ཡིན་པ་ཡིན་ན་ཡང་ད་ལྟ་ང་ཚོའི་གི་འཐབ་རྩོད་དེ། མི་རིགས་གཅིག་གི་འཐབ་རྩོད་དང་རྒྱལ་ཁབ་གཅིག་གི་འཐབ་རྩོད་ཡིན་དུས་གོང་ས་ལྕམ་རོང་ཆེན་མོ་མཆོག་གིས་རྒྱུན་དུ་གསུངས་པ། འདི་ང་མི་གཅིག་གི་དྲ་བདག་མ་རེད་ད། མི་རིགས་གཅིག་གི་འཐབ་རྩོད་དེ་ཆ་ཚང་རིང་གིས་ཡོད་པ་སུ་གི་ནང་བཞིན་ས་གནས་འདི་ལས་ཡོད་པའི་ཁ་ཐག་ཆོད་ཆོད་ཚོགས་ཁག་ཡིན་པ་ཡིན་ན་རེད་མི་དགེ་བ་ཡིན་པ་ཡིན་ད་རེད་ཆ་ཚང་གིས་འགན་ཉོག་པོ་བྱེད་པའི་ཐོག་ནས་ཨ་ནི་བོད་དོན་ཐད་ཀའི་ཐོག་ལས་ནས་ང་ཚོ་ནད་པ་ག་འདྲ་ཟེར་ནས་སྤོང་དཀའ། དགྲ་བོ་རྒྱ་དམག་གིས་བོད་ནང་ལོག་ལ་རྡུག་རྩུབ་ཉིན་རེ་ཞིག་ནས་རྡུག་རུ་འགྲོ་གི་འདུག་ང་ཚོ་ནང་ཁུལ་ལ་བལྟས་བལྟས་ད་ཡོད་ང་རང་གི་བསམ་བློ་ལ་ཡོང་གི་རེད་དྲན་གི་འདུག་གང་ཡིན་ཞེ་ན་གཅིག་ནས། ང་ཚོ་ཆོས་ཞུགས་ཀྱི་ས་ནས་བཏང་པ་ཡིན་པས་ན་ཁོ་ཁོའི་གནས་ཆགས་ཀྱི་ཡོད་རེད་ཁོ་ཡོན་ཏན་མོ་རུ་སི་བའི་ཕན་ཚུན་དེ་རེད། ཨ་ནི་དེ་མ་ཡིན་པའི་གི་ཐོག་ལ་ཡ་དེ་གི་ས་ནས་འཇིགས་རིང་གི་རང་ལོའི་ས་ནས་བཏང་པ་ཡིན་པས་ན་ཁོ་ཕ་མ་གཅིག་གི་པོ་གུ་ཡིན་པས་ན་རེད། བཟའ་ཁང་གཅིག་གི་ནོར་ལུག་ཡིན་པས་ན་རེད་གནས་གཏན་གཅིག་གི་ཐོག་ལ་ཁོ་བལྟས་བལྟས་ཚེ་ད་ཡོང་གི་ཡོད་དུས་ཁོ་ན་ང་རང་ཚོད་ཀྱི་ཡིན་པས་ན་དུས་ཚོད་ད་ཡང་ཆུ་བོ་རེ་བསགས་ནས་བྲན་པོ་དེ་ཡིན་པས་ནས་དེ་ཚོས་ཡོང་པར་དེའི་མགོ་གཙོ་བོ་མ་ཁོལ་ཡ་བྱས་ནས་དེ་ཚོས་ཆུང་ས་རེ་བཞག་ནས་གཙོ་བོ་ང་ཚོའི་རྗེས་ཐོ་བྱས་ཏེ་མི་རིགས་ཀྱི་འཐབ་རྩོད་དང་ཁ་གཏོད་བཅག་ས་དེ་དགྲ་བོ་རྒྱ་དམར་གཞུང་ཡིན་པ། དགྲ་བོ་རྒྱ་དམར་གཞུང་ལ་དོགས་ལན་ག་འདྲ་ཟེར་ནས་བྱས་པ་ཁོ་ཚོས་དེ་དོགས་ལན་བྱས་དུས་ང་ཚོས་རྙོག་རུ་ག་འདྲ་ཟེར་ནས་བྱས་པ་ཟེར་དེ། དགེ་གཞན་བག་ཟུང། བླ་མ་དགེ་བཤེས་གྲྭ་པ་མི་སྐྱ་ཁྱད་སའི་གཡོ་བ་མེད་པའི་ཐོག་ནས་ཁ་ཤུབས་དེ་འགོ་དུ་ལ་སྤོང་ཐུབ་པ་ཡིན་ན་ཨ་ནི་ང་ཚོའི་གཞུང་དེ་མི་ཤེས་དག་གིས་བལྟས་པ་ཡིན་པས་ནས་ང་ཚོས་ནད་པ་རྙོག་དཔུང་གི་ཐོག་ནས

ཏུ་གོང་ས་མཆོག་གིས་གསུངས་པ་དང་ཆ་འཇམ། ད་ཉིས་སྟོང་བཅུ་གཅིག་ལོ་ནས་ཡང་གོང་ས་མཆོག་གིས་བཀའ་ག་རེ་འབུལ་བར་ཚུད་ན་ད་ཆོས་ལོ་ཙམ་ན་མེད་པ་ནང་བཞིན་གནང་ཞུ་ཨཱ། བཀའ་རྙིང་ཁྲེལ་མེད་ངས་ཤར་ཆོས་བརྗོད་ཆོག་གསུངས་ཡ་དེ་བ་ལ། ད་ངའི་བསམ་པ་ལ་ང་ཚོ་བཙོན་འཇུག་ནང་ལོགས་ལ་ཡོད་ཉིན་གྱི་བོད་པ་དགེ་བཤེས་བར་གསུམ་སྐྱ་སེར་གཡོ་བ་མེད་པའི་ཐོག་ནས་སོ་སོའི་གི་ལས་དོན་སྒྲུབ་པའི་སྐོར་ལ་ཡང་གོང་ས་མཆོག་མེད་པ་ལྟ་བུ་ཅིག་གི་ཐོག་ནས་སོ་སོའི་གི་ལམ་དག་སྟོན་ས་ལྟོས་ཡིན་ན་རེད་འཆར་སྣང་ཡིན་ན་རེད་མི་རིགས་འདི་གི་སྐོར་ལ་ཡང་ངའི་མི་ལ་ག་རེ་བྱེད་ཐུབ་པ་འདུག་བསམ་ནས་དགོངས་པ་དེ་གཙོ་བོ་བཞེས་ཐུབ་པ་ཡིན་ནའང་ཁ་ཤུགས་དེ་གོང་ས་མཆོག་གི་བཀའ་དངོས་གནས་དུ་འགྲུབ་ནུས་པ་རེད་བསམ་པའི་དྲན་པོ་འདུག་ད་ཡིན་པས་ནས་བཙན་བྱོལ་ལ་ད་ལྟ་དུས་ཡུན་འདྲ་པོ་ཆེན་པོ་ཐག་རོང་ཡོང་གི་ཁང་དེ་ཡང་ངོ་མ་གཅིག་གི་ཐོག་ནས་ང་རང་ཚོའི་བཙོན་བྱོལ་རུ་ཡོད་པའི་མི་རིགས་སྤུན་ཟླ་ཆོལ་ཁ་གཡོ་བ་གཡོ་མ་རེད་ཆོས་བརྒྱུད་གཡོ་བ་གཡོ་མ་རེད། ཕའི་མི་རིགས་ཀྱི་མཐོ་ཚད་ཀྱི་ཐོག་ལ་ཡང་ས་མཐོ་ཚོའུ་བཏང་ཉོས་ཚོ་གི་ཅི་བླ་མ་དང་དེ་འབྲེལ་གྱི་མ་དྲིས་ཡ་དེ་འབད་བརྩོན་གནང་གི་ཡོ་མ་རེད། ཡིན་པས་ནས་མཐོ་ཚད་ཀྱི་ཐོག་ལ་དུས་ཚོད་བཏང་མ་དགོས་ཀྱི་ཡིན་དང་ཅི་ས་མཐོ་ཆུང་ཆུང་འདྲ་ཅིག་ཆོལ་ཁ་ལ་ཡང་ཞེན་ཆ་གནང་དེ་གིན་ཆོལ་ཁ་ལ་ཆ་ཞེན་བྱས་དེ་གིན་གྲུབ་མཐའ་ལ་ཤུ་རུ་གནང་དེ་གིན་དུས་ཚོད་བཏང་སྟེ།

བཀའ་མོལ་སོགས་ཡང་ཞུས་ཡོད་རེད། དཔེར་ན་ཆོས་བརྒྱུད་ཤོད་ཐེངས་ཆ་ཚང་གི་མཚན་མ་ཁོ་ནས་བྲིས། ང་ཚོ་གི་སི་ཅི་ལི་ཡ་ཁུལ་གྱི་གནས་མཁས་ཐོག་པོ་མ་རེད་དེ་ཞི་བཞུགས་བོད་མི་ཚོས་ཀྱིས་བལྟས་པ་ཡིན་ན། བཙན་བྱོལ་ལ་གོང་ཚད་ཆོས་བརྒྱུད་ཁག་དེ་ག་འདྲའི་ཆེ་བརྩེ་དུ་ཡོད་ན་བསམ་པའི་རིགས་གཅིག་ལ་དོགས་པ་བཟོ་ཡག་གི་ངན་ཁ་བེད་འདུག་བ། དེ་དོགས་པ་བཟོ་སོང་ན་དགྲ་བོ་རྒྱ་དམར་གཞུང་ལ་དགོས་ཡག་གི་དེ་རེད། བཙན་བྱོལ་དང་ལོག་ལོ་ལྕང་མོ་རིན་པོ་ཆེ་ཟེར་ངེས་རེད་ད་ཁོ་རང་ཚོས་གི་ལྟ་སྟངས་བྱས་ན་ཏཱ་ལའི་བླ་མ་ལ་ཡ་ཞེ་དྲག་བརྩེ་ངན་ཡོག་མ་རེད་ད་ཟེར་ངེས་འདྲ་བོ་གྱིས་དེ་ཅིག་དེ་ངན། སུས་སུས་ལུས་ཕག་ལ་དགྲ་བོ་རྩོད་པའི་གཞས་ཆག་ཁ་ལ་འབྲུ་དེ་ཁ་ཤས་གཅིག་གིས་གོང་ས་མཆོག་ལ་མཚན་གཞས་བཟོ་གི་འདུག་ཨ་བསམ་པ་འདྲ་བོ་གྱིས་ང་ཚོས་བཙན་བྱོལ་ནང་ལོག་ལོ་བྱས་ཙང་གོང་ས་མཆོག་ལ་དད་པ་ཡོག་མ་རེད་ད་ཉུང་ཤས་གཅིག་མ་གཏོགས་དེ་དེ་འདྲའི་གི་རྒྱ་ནག་གཞུང་ལ་འཇོག་ཆོག་ཆོག་དེ་མིན་འགྲོ་བསམ་པའི་གི་ཐོག་ནས་མ་འོངས་པ་ལ་དེ་འདྲའི་ཅོང་ཅོང་གནང་འདུག་པ་ཡིན་ན་ང་ཚོའི་འཐབ་རྩོད་གི་མང་ཚ་འདྲ་བོ་རུ་བ་བྱས་ས་དེ་ཞུ་ཞུ་བོད་མི་ཚོ་རེད།

ཨ་ནི་མ་འོངས་པར་སྤྱི་འཐུས་འདི་ཨ་ནི་དབུས་དང་པོ་དེ་མ་འོངས་པར་འཛིན་སྐྱོང་བྱེད་མཁན་སྲིད་སྐྱོང་སུ་འདྲེ་དེ་སླེབས་པ་ཡིན་ན་རེད་བཀའ་ཤག་སུ་འདྲེ་བཀའ་བཀའ་ཤག་སུ་འདྲེ་སླེབས་པ་ཡིན་ན་ཡང་དེ་ཚོ་ལ་དངོས་གནས་དང་ལེན་གྱི་ཨ་ནི་སོ་སོ་ཡི་ཁེ་ཕན་དང་གཏམ་དང་དོན་མ་ཡིན་པར་མི་རིགས་དང་རྒྱལ་ཁབ་ཀྱི་ཆེད་དུ་དངོས་གནས་དོན་དུ་རྒྱ་འོས་ཤིན་ཏུ་མེད་པ་ནང་བཞིན་གྱི་ལས་ཀ་བྱེད་ཐུབ་མཁན་དེ་འདྲའི་སྤྱི་འཐུས་ཀྱི་ངང་དུ་ད་བདམས་དགོས་ཡོད་ཀྱི་དཔེ་མི་སྲིད་དུས་ཚོད་ཀྱི་ཞི་བོ་ཅིག་སྐད་ཆེན་པོ་གང་ལས་འདས་བཞག་དེ་ཡི་ཐོག་ལ་ཨ་ནི་ཨ།

སྡེ་ཚན་འདི་ཡག་འདུག་སྡེ་ཚན་འདི་བཅུ་བ་འདུག་མ་འོངས་པ་ལ་སྡེ་ཚན་འདི་ལྟ་བུ་ཅིག་དགོས་མཁོ་འདུག་འདི་ལྟ་བུ་ཅིག་དགོས་མཁོ་མི་འདུག་བསམ་གྱི་ན་དེ་འདྲའི་གི་ད་ལྟའི་ཆ་ལ་ནི་འཆར་སྣང་ལས་ཡག་དབྱིན་ཇིའི་དང་དེ་འདྲའི་གདུང་ཚིག་གང་ཡང་མེད། རང་སོ་སོའི་ངོ་ལ་ཡག་ཅེས་ནུས་པ་གང་ཡོད་པ་དེ་མི་རིགས་འདི་གི་བདེ་སྡུག་གི་ཆེད་དུ་རེད། ང་ཚོ་ཆོས་ཞུགས་ལས་བྱེད་པ་ཡིན་ན་སྐབས་རེ་མ་རིག་མང་པོའི་གཞུང་དབང་དུ་གསུང་ཡན་དང། ཞན་ཆ་ཆེའི་དབང་གི་ཐོག་ནས་ཀྱི་མངའ་ཐང་མ་འདྲ་བ་དེ་འདྲའི་འགྲོ་བསྡད་ནས་རེ་ཟུང་ཆུ་བོ་ཐོན་བསྡད་ཡ་དེ་ང་ཚོའི། ཅེས་ག་རེ་སོགས་རེ་ད་ལོ་ཁ་ཤས་ཁྱེད་ལ་བདེ་རུ་བ་ལ། དེ་ཡིན་པའི་ནི་ཡང་མ་འོངས་པ་ལ་ཤུལ་ཐུན་ཡག་པོ་ཡོང་དགོས་ཡ་དང་གནས་སྟངས་དེ་འདི་ཐོག་ལ་ཡོང་ང་ལ་ངའི་བསམ་པ་ཡིན་ན་ཤུལ་ཐུན་ཡག་པོ་དང་དེ་འདྲས་ཡོང་ང་གལ་ཆེན་པོ་ལས་ཚུ་ཆུ་ཆུ་མང་ཚོགས་དེ་གི་དགོངས་པ་བཞེས་སྟངས་འདི་ཡག་པོ་ཞིག་དགོས་གོ་ཐུ་བོ་དྲན་གོ་འདུག་ད་ལྟ་ཆ་ལ་ཡ་སེམས་ཕངས་བ་བྱེད་ལ་བཙུན་ཆུའི་ནང་ལོག་ལ་མང་ཚོགས་ལ་ཡ་མི་རིགས་གཅིག་གི་མཐོ་ཚད་ཀྱི་ཐོག་ནས་ཁ་ཤུ་འདྲ་བོ་དེ་ཇི་རག་ཡོད་མ་རེད། ལངས་ཤུགས་དེ་ཡང་ཇི་རག་ཡོད་མ་རེད་དམ། གཉིས་རང་སོ་སོ་གི་དགའ་མིན་གང་མང་བྱེད་ས་ཡིན་ན་དེ་གི་རྗེས་ལ་རྒྱུགས་ནས་འགྲོ་དེ་ཡ་བྱེད་མ་གཏོགས་མི་རིགས་གཅིག་གི་མཐོ་ཚོད་དེ་འཛམ་བུ་གླིང་གི་ནང་ལོག་ལས་རྒྱལ་ཁབ་མང་ཆེ་བ་དེ་ལྟར་རང་བརྩོན་ཤོས་རང་བརྩན་གླེང་རང་བརྩོན་ཤོས་རང་བརྩན་གླེང་དེ་གི་བཅོམ་པ་རེད། དུས་ཚོད་ཀྱི་གླེང་བའི་སྐབས་ལ་ཡིན་པ་ཡིན་ན་ཡང་མང་ཚོགས་ཀྱི་འགའི་གོ་ཐང་གཞུང་ཚན་ཚོས་ཀྱི་འགའི་གོ་ཐང། འོ་དེ་ཡིན་དུས་གང་ལ་ད་ལྟ་ང་ཚོའི་གི།

ཞེས་སངས་རྒྱས་ཀྱི་བསྟན་པ་ཞི་དྲག་ཏུ་ཡང་སོ་སོའི་ཆོས་བརྒྱུད་གང་གི་ཁོངས་སུ་གཏོགས་པ་ཡིན་པས་དེ་གིས་གསུངས་ལྟར་དུ་རྩོམ་མ་ཉོན་རྒྱུན་འཛིན་བྱེད་ཡག་གི་ཐོག་ནས་ནང་དོན་འཕེལ་དགོས་པ་རེད། སྡེ་ཚན་གཅིག་དེ་བོད་མི་རིགས་འདི་ཉམས་ཆག་གི་སྐབས་ལ་ཡང་སེམས་ཤུགས་འཁོར་སྟངས་དེ་བྱེད་དགོས་ཡོད་རེད། ད་ལྟའི་བཙོན་འཇུག་ནོར་ལོག་ལི་ཡང་དེ་འདྲའི་གི་མི་ནོར་ལོག་ལི་ཡིན་པ་ཡིན་ན་རྒན་གཞོན་རྒན་པ་ཚོ་གིས་ག་བར་དུ་ཅིག་བལྟས་པ་ཡིན་ན་ང་རང་གཞོན་པ་ཚོ་ལས་བོད་རྩ་དོན་དང་མི་རིགས་ཀྱི་ཐོབ་ཚོད་དེ་གལ་གནད་ལས་ཆེ་སའི་ཆོལ་ཁ་གྱི་གཞན་དུ་གཙོ་བོ་ལྷག་པའི་རྣམ་པ་འདྲ་པོ་བྱེད་རྩིས་རང་བཞིན་ལས་ཐ་ན་ཉིན་ལྟར་ལོ་ཐོ་ཐོ་འཐུང་དགོས་ཡ་ཆོད་དོ། དེ་འདྲའི་སྟེ་གེ་ང་ཚོ་མ་འོངས་པར་ལོ། མི་རིགས་དེ་གི་ཐོབ་ཚོད་གི་འགག་རྡོ་བཙུགས་དེ་ཆོལ་ཁ་གི་གཞན་བུ་ལྷག་ཡ་གི་རས་བྲན་པོ་འདུག་དེ་ལྷག་དེ་ངན་དེ། མོ་ཆོ་རྒན་པ་དོལ་ཚོ་ནང་ལུགས་ཀྱི་གཞན་ལུགས་ཚོ་ལ་དེ་ལྷག་དེ་ཡོད་དེ་དོལ་ཚོ་ལ་ཡ།

ལ་དྭགས་དང་དེ་ཡི་ཆ་ལ། ཨན་དར་སྤྱི་འཐུས་རྣམ་པ་ཚོ་གིས་ཁ་སང་ངེད་ཅག་སྤྱི་ཟླ་དགུ་པའི་གི་གྲོས་ཚོགས་ཚོགས་རེད། སྐབས་དེ་དུས་ཁང་ལ་དར་སྤྱི་སྤྱི་འཐུས་རྣམ་པ་ཚོ་ཨན་དྲགས་ནས། རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལ། ཁྱོད་རང་ཚོ་གི་དག་ཞག་ཅིག་བྱེད་པའི། དཔེར་མི་སེར་ཡག་པོ་ཅིག་ལ་འཕྲིན་བཅའ་འམ་སུམ་ཅུ་སོ་དགུ་གི་སྐོར་ལ་ཡ། སེ་བུ་ཞིག་རེ་བཟོ་ཐུབ་པ་རེད། དེ་ཡིས་ད་དཔེ་ཡག་པོ་ཆགས་བྱས་ནས་ལམ་སྟོན་མང་པོ་ཞིག་བཏོན། ད་དེང་སང་དམ་བཅའ་བཞག་སྟངས་ཡིན་ན་རེད། སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ཅི་བྱ་ཞིག་དགོས་དང་ཡིན་ན་རེད་པས་ཧང་སང་ཡག་གི་ཡག་པོ། མ་ཉན་དྲ་ནང་འཛམ་བུ་ལི་མིག་ལྟ་དུས་གང་ད་དང་ད་པས་ཅི་འདྲ་དགོས་ཕེབས་ཀྱི་གྲོས་ཚོགས་འདི་ནས་ཅི་རེད་ད་ཁོ་ཚོས་ཀྱི་ཐག་གཅོད་ཅི་བྱས་དེ་ལ་བརྟེན་ནས་ཕེབས་མི་སྲིད་ཀྱི་ད་ཡག་པོ་ཞིག་ལ་ཆགས་པ་མ་ཚད་ཡིན་ན་ཡང་ད་རེ་ཟུང་ཅིག་མ་ཉན་དྲ་ནས་ཅིག་རྡ་རམ་ས་ལ་ཡོང་གི་འདུག་མ་ལ་ཐུག་ཤ་རྒྱག་ཡང་རྒྱལ་པོས་བྱེད།

སྤྱི་དང་ང་ཚོས་ཀྱི་སྤྱི་འཐུས་འདི་ང་ཚོའི་མི་མང་བསྐོས་རྒྱུ་རེད། ང་རང་ཚོ་གི་དང་བ་ཡོངས་སུ་མི་མི་སྒེར་སོ་སོའི་དང་བ་ཡོངས་སུ་སྤྱི་འཐུས་རྣམ་པ་ཚོ་ལ་ཕུལ་ཚར་རེད། ཡིན་ནའི་འཛམ་ཙམ་ཕུལ་ཚར་ན་ཡང་འཛམ་དུ་སོ་སོའི་བསམ་འཆར་དེ་འདྲ་ཡོད་ན་ཡང་མེད་ན་ཡིག་ཐོག་ཏུ་འབུལ་བས་འགྲོ་གི་འདུག་ཡང་མེད་ན་ཅིག་བརྒྱུད་རིམ་ཞིབ་མས་བརྒྱུད་དེ་ཡང་ཅིག་ཞུ་ཡི་ཆེད་རེད་མ་གཏོགས་ད་དེ་འདྲའི་ཡོང་ནས་ཅིག་ང་ཚོས་མ་གསུངས་ན་ད་ཇག་ཚོགས་ནང་བཞིན་བྱས་ནས་ཅིག་སྤྱི་ཚོགས་ནང་ལ་ཡང་དེ་འདྲའི་གི་དམིགས་བུ་གདུལ་བྱ་བསྟན་པ་ཡིན་ན་དེ་གི་ང་ཚོའི་ལ་མ་འོངས་པ།

ཕྱི་དྲིལ་རྣམ་པ་ཚོ་ཡིས་རང་བྱུང་ཆུ་ཆུ་ཁ་བ་འཕེལ་གྱི་ཡིན། དངོས་གནས་ད་ནི་རྒྱལ་ཁབ་དེ་མི་རིགས་ཆེ་ལ་མི་སྣ་ཕྱི་དྲིལ་རྣམ་པ་གཉིས་ནང་པས་ཧང་སང་ཡག་གི་དཀའ་རླབས་ཡག་པོ་གནང་གི་འདུག་མི་དམངས་སློབ་གསོ་ཡག་པོ་ཁྲིད་ཀྱི་འདུག་དེ་འདྲའི་ཡིན་སོང་ཚེ་དོན་མ་ད་ད་འདི་ཁོ་ཚོ་གི་ཕ་སྐད་ལ་དེ་འདྲའི་བྱེད་ང་ཚོ་གི་དེབ་ཅིག་བརྗོད་པ་མ་རུང་བ་འདས་ནས་ཧ་ཅང་གི་དེ་འདྲའི་བྱེད་པ་འདི་ལ་དུས་དུས་ཁྱོད་རང་ཚོ་གི་ཕ་སྐད་གནང་ན་ཨ་ནི་ཁོ་ཚོ་ལས་ཨ་ནི་བསམ་བློ་ནང་ལོག་ལ་ད་འདི་ཚོ་ལ་སྙིང་རྗེ་བྱེད་ཡས་ཀྱི་ཡོད་བབ་ཅིག་དང་ཡང་འདི་ཚོ་གི་བསམ་བློ་ནང་ལོ་སུ་ལ་ཅིག་ནང་ལོ་ལ་ཡང་འཛུལ་ཡོད་མེད་ཀྱི་ཁྱོད་རང་ཚོ་ཚོགས་ཧ་འདྲེ་ཡོད་དགོས་ན། ད་ད་ལྟ་ཁ་སིང་ང་ཚོ་ཕྱི་ཟླ་དགུ་པའི་གྲོས་ཚོགས་སྐོར་ལ་ཡང་ད་རང་ས་ལ་གནས་སྟངས་ཅིག་བྱུང་ཡོད་རེད་བ་ལ། དེ་ང་ཚོ་སྒོས་སུ་སུ་ལ་ཡང

ཕྱེད་ཀ་གཅིག་སྟེ ྋགོང་ས་བཅོ་ལྔའི་མཆོད་པའི་ཕྱོགས་བརྩོན་འགྲུས་ལས་ཕེབས་རྗེས་སུ་མ་བཅོས་པའི་ཆོས་རྒྱུད་དག་གི་བླ་ཆེན་རྣམ་པ་ཚོ་རེད། ཨ་ནེ་གཅིག་སྦག་ས་ལས་ཕེབས་པའི་རྒན་རྣམ་པ་ཚོ་ཡིན་པས་ན་རེ་ད་རིས་སུ་མ་བཅོས་པའི་ཆོས་རྒྱུད་དག་གི་ལོ་དྲུག་ཅུ་རེ་ལྔའི་རིར་བོད་བརྒྱུད་ནང་བསྟན་དེའི་རྒྱས་ཤིག་ཐུགས་ལ་ཆགས་པས་དང་དག་པས་དང། ཐ་མ་དེ་ལ་ཡང་ང་ཚོ་བོད་བརྒྱུད་ནང་བསྟན་དེའི་ཐ་མ་དེ་ཆོས་ལུགས་ཙམ་མ་ཡིན་པར་སེམས་ཁམས་ཚན་རིག་པ་རེད་ཟེར་བ་ཅིག། ཚན་རིག་པ་སྙོག་འདུག་ལས་འགྲོའི་དུས་འགྲོ་ཆུ་བོའི་ཐིག་དང་ལྷག་པར་དུ་སེམས་ཁམས་ཚན་རིག་པ་ཟེར་བ་དེ་གི་བོད་བརྒྱུད་ནང་བསྟན་དེ་མི་ཡིག་དེ་གཙོ་བོ་གོང་ས་ཆེན་མོ་ཆེན་པོ་མཆོག་གི་ནོན་པ་གཟི་བརྗིད་དེ་དབུ་ལས་རིས་སུ་མ་མཆིས་པའི་ཆོས་བརྒྱུད་ཁག་གི་བླ་ཆེན་རྣམ་པ་གཙོས་པའི་ཀྱི་དགེ་རྙིང་གི་སྡེ་ཆ་ཚང་གི་རྗེས་ཤེས་ཀྱི་ཐོག་ལས་ཤུགས་སྣོན་རྒྱག་པ་ལ་བརྟེན་ནས་ད་ལྟ་ཆེ་མཐོང་དེ་འདྲའི་ཅིག་རག་ཡོད། དེ་འདྲའི་རག་ཡོད་པའི་སྐོར་དེ་ལས་རྒྱ་ནག་གཞུང་གིས་དེའི་གོ་ནན་དེ་ལ་ཡང་ཉིས་སྟོང་བཅུ་བདུན་ནས་སོང་ནས་ད་ལྟའི་ཞལ་ཞིབ་ཀྱི་ཉིས་སྟོང་བཅུ་གཅིག་ལ་ལངས་པར་བ་ཁོས་ཀྱི་རིན་པའི་ཆེད་ནས་ད་ལྟ་ད་ང་རང་ཚོས་ཀྱི་བེད་སྤྱོད་ནང་བསྟན་དེ་རྩ་ཆེན་པོ་རྒྱས་བཤད་ཀྱི་ཐུགས་ལ་སེམས་ཁམས་ཚན་རིག་ལ་ཡང་འགྲན་རྩོད་འགྲོ་ཐུབ་ངེས་དེ་ཡང་ཁོ་ཚོས་ཀྱི་བེད་སྤྱོད་ནང་བསྟན་དེ་ཀྲུང་གོ་ཆོས་ལུགས་ཅན་དུ་བསྒྱུར་ཡོང་དགོས་པ་རེད། རིན་པའི་རིན་པའི་རྒྱས་བཤད་ཀྱི་ནང་ལོགས་ལ་ཡང་དེ་རྒྱལ་ཁབ་ཀྱི་ཕོ་ལང་ཚོའི་མིང་ཁོ་ནས་ཨ་ནི་ཀྲུང་གོ་ཆོས་ལུགས་ཟེར་དང། དེ་འདྲའི་ཀྱི་རྒྱུ་ཡག་གི་ཐབས་ལམ་ཅི་ཐོན་དགོས་པ་རེད། གཉིས་པ་དེ།

ལས་གཞི་གཅིག་དེ་གོང་ཚད་ཅུང་ངེས་ཅན་པོའི་ཕྱོགས་རེད་བཙན་བྱོལ་བོད་མི་ཚོས་ཀྱི་བཀའ་དྲིན་ལ་བརྟེན་ནས་འཛམ་གླིང་གི་རྒྱལ་གཞས་ཀྱི་ནང་ལོགས་ཀྱི་ཚོགས་འདུ་ཁག་ཡིན་པའི་ཡིན་ནའང་རེད་རྒྱལ་གཞས་ཀྱི་ཁོར་ཡུག་ནང་ལོགས་ལ་སྤྲེལ་བའི་གཏིང་གསལ་དེ་མ་མགོ་ངན་དེ་མོས་པ་འདྲ་བོ་ཁྱོད་བཟོ་ཐུབ་ཡོང་གི་ཡོད་རེད་དེ་འདྲའི་གིས་ལོ་དྲུག་ཅུ་རེ་ལྔའི་རྗེས་ལ་ཡང་ཞི་རྒྱས་དང་བཅས་ནས་དེ་འདྲའི་བཟོས་པ་དེ་ལ་ཡང་དགྲ་བོ་རྒྱ་དམར་གཞུང་གིས་ཕྲག་དོག་དང་འགྲན་རྩེད། ཁོ་འཛིན་གྱི་ཐོག་ནས་ད་ལྟའི་རྒྱས་བཤད་ཀྱི་ཐོག་ལོ་ཡ་དྲག་རྒྱ་ཡིན་པ་ཡིན་ན་རེད། ག་འགྲེལ་གཅིག་གི་ཐོག་ལོ་མང་བར་ཡ་གི་ཆེད་དུ་ཤིས་ཙང་མང་ཟེར་ཡ་རེད། ཟོས་དུས་གང་ལ་ད་འཛམ་བུ་གླིང་ལ་བདེ་ཐང་ཡོང་བ་རེད། དེ་བྱས་དུས་གང་ལ་རྦད་དེ་ཤིས་ཙང་རེད་ཟེར་གྱི། ཁོ་ཚོའི་གི་གནས་སྟངས་དོལ་ཚོགས་ལ་བལྟ་ཡོང་དུས་གང་ལ་རྒྱ་ནག་གཞུང་གི་ཐོག་རྒྱུས་དེ་དེ་འདྲས་ཀྱི་སྟེང་དུ་འགོས་པས་བཙོན་འཇུའི་ནང་ལོགས་ལ་ཡ་མི་ཉུང་ཤོས་ཅིག་ཡིན། ང་རྒྱ་རོམ་གྱི་དཀའ་ཚེགས་པོ་ཡོད་ཟེར་ཅིག་བྱས། གཉིས་པ་དེ་རང་གི་འདོད་ལན་མ་འགྲུབ་ཡག་གི་ཆེད་དུ་གོང་ས་མཆོག་གི་བཀའ་རེད་ཟེར་ནས་འཚེ་ཁོ། གསུམ་པ་དེ་དཔུང་སྒྲིག་འདྲ་པོ་ཅིག་བྱས་ནས་ཞུ་ཁ་དང་རང་ས་འདྲ་པོ་དང་ས་གནས་ཁྲོད་ལ་ཡ་སྐད་འབེབས་འདྲ་པོ་དང་གནང་རྒྱུ་བསྟན་དེ་ཡག་དེ། དོན་དམ་པ་དགོས་དོན་དེ་གོང་ས་མཆོག་གི་དགོངས་གཞི་འགྲུབ་གི་ཡོད་མ་རེད་ལ་གོང་ས་མཆོག་བཀའ་འགྲུབ་གི་ཡོད་མ།

ང་རང་ཚོའི་བོད་ནང་ལོ་རེ་ཡིན་པ་ཡིན་ན་ཡང་ཉིས་སྟོང་བརྒྱད་ནས་ས་གཞི་ཕྱི་རྒྱལ་ཆེན་པོའི་སྐད་འབེབས་བྱས་ནས་བོད་འདི་ཡུལ་གང་སོང་ནང་ལོགས་ལ་ཉིས་སྟོང་དགུ་ནས་སྐུ་གཟུགས་ཆོས་ལུགས་ཕུད་པའི་རྒྱུད་རིང་དེ་སླེབས་འོ་ཡོད་རོགས། བཙུན་བྱོལ་ནང་ལོགས་ལ་དེ་གའི་ཆེད་ལས་རྒྱས་ཤིག་གི་ཐུགས་ལས་ལས་འགུལ་སྤེལ་ངེས་འོས་ན་མེད་ན་བེད་སྤྱོད་གཞོན་ནུ་ལྷན་ཚོགས་དང། དེ་བཅས་དེ་ཉིས་སྟོང་བཅུ་གཅིག། ཉིས་སྟོང་བཅོ་གཉིས་བཅུ་གསུམ་ལོ་ནས་བེད་སྤྱོད་གཞོན་ནུ་ལྷན་ཚོགས་ནང་ལོགས་ལ་དཀྲུགས་ཤིང་བསླངས་པའི་གཞོན་ནུ་དབུ་མ་དང་རང་བཙན།

ཨ་ནེ་དཔེར་ན་ད་ལྟ་དགེ་བཤེས་ལ་གསུངས་པ་ནང་བཞིན་རེད། རྒྱ་མཚོན། ཟེར་ན་རེད། གྲོས་ཆོད་དགེ་བྱང་ཨོང་སུམ་ཅུ་སོ་དགུ་པ་དེ་ཆོལ་ཁ་གཅིག་གི་བྱང་ཕྱོགས་མ་རེད་ལ་ཆོས་ལུགས་གཅིག་གི་བྱང་ཕྱོགས་མ་རེད། ཆོལ་ཁ་དང་ཆོས་གཅིག་ཏུ་ཤུགས་རྐྱེན་ཡོད་མ་རེད། གྲོས་ཐུགས་ཐུན་མིན་སུམ་ཅུ་སོ་གཅིག་གི་གཏན་ལ་བཀོད་པ་དེ། ཨ་ནེ།

གོང་ས་བཅོ་ལྔའི་སྤྱི་འཐུས་ཆུ་ཁའི་མཚན་ཡོངས་ནས་ཡོངས་ནས་བེད་སྤྱོད་བཏང་འདི་ངེས་དང་གཅིག། ཆོལ་ཁ་ཡོངས་ནས་ཡོངས་ནས་བེད་སྤྱོད་བཏང་འདི་ངེས་དང་གཉིས། ཕ་རྒྱལ་རང་དབང་ཡོངས་ནས་ཡོངས་ནས་བེད་སྤྱོད་བཏང་འདི་ངེས་དུས་ཚོད་འཇོག་ལས་ངེས་པར་དུ་ཞིབ་འཇུག་མ་བྱས་པ་ཡིན་ན། ཨ་ནི་ང་ཚོ ྋགོང་ས་མཆོག་འདྲ་བོ་ཅིག་ཁོ་ཚོས་མ་ཐོས་པའི་དུས་བཤད་པ་ཡིན་ན། ཨ་ནི་ང་ཚོ་སྡེ་ཚན་སོ་སོ་ལ་འགྲོ་ཡག་གི་ཉེན་ཁ་དུ་བ་བསམ་པ་འདྲ་བོ་ཅིག་ད་ལྟ་སེམས་འཚབ་ཟིན་ན་རེད་བློ་ཕམ་ཟིན་ན་རེད་དེ་རང་ས་ནས་བཏང་དགོས།